གཞིས་ལུས་རྒྱ་ཆེའི་མི་མང་འདི་གེ་འདི། ང་ཚོ་བོད་ཀྱི་དོན་གྱི་བདག་པོ་ཆགས་ཀྱི་ཡོད་པ་རེད། རྒྱུ་མཚན་གཅིག་ནི། ཨེ་ད། གྲངས་ཀ་མང་ཉུང་ཆ་ནས་བརྩིས་པ་ཡིན་ན་ཡང། ང་ཚོ་དེ་བཙན་བྱོལ་ལ་ཡོད་ངེས་དེ། ད། འབུམ་གཅིག་དང་ཕྱེད་ཀ་ཚིག་ཡོད་པ་རེད། བོད་མི། ད་ས་ཡ་དྲུག་སྐོར་ཅིག་ཡོད་པ་དེ་གེ་འདི། ང་ཚོ་གཞིས་ལ་ཡོད་པ་རེད།

དེ་འདྲི་གཅིག་གི་ད་དཀའ་ངལ་ཡོག་རེད་དེ་ཡིན་ནའི་ཁྱེད་རང་ཚོ་རེད་དེ་གི་ད་ལོ། སྔ་གཞུག་ང་དགུ་ནས་བརྩིས་ན་ད་ལོ། སྔ་གཞུག་ང་དྲག་ཕྱི་སྔ་གཞུག་ང་གཉིས་བརྩིས་ཕྱིན་པ་རེད། ད་མདོ་སྟོད་སྨད་ཀྱི་ས་ཁུལ་ལ་ཡ་དཀའ་ངལ་འཕྲད་ནས་ད་ཧ་ལམ་ལོ་དྲུག་ཅུ་བཤད་ཆོག་གི་རེད། ཞེས་ཞི་ཁུའི་ལོ་ནས་བྱས་བྱས། ད་ལྟ་འདི་འདྲ་ཡིན་རྒྱུ་ཚ་ནས། ད་ལྟ་ཁྱེད་རང་ཚོ་འདི་ཀྱི་འདི། སོ་སོའི་མི་རིགས་རིག་གཞུང་དང་བཅས་པའི་དོན་དག་ལ་ཡང། དཀའ་ངལ་ཁྱད་དུ་བསད། དངོས་ནས་ཅིག་སྙིང་སྟོབས་ཞུམ་པ་མེད་པའི་ཐོག་ནས། ད་སོ་སོའི་རང་ཚུགས་ཟིན་བྱས་བསྡད་པ་ཡིན་དུས་ཚར་ནས་རྒྱུ་མཚན་དེའི་ཆ་ནས་ལྷག་པར་དུ་ཡང་ཁྱེད་རང་ཚོར་རྒྱུ་དེ་དོན་གྱི་བདག་པོ་ཆགས་ཀྱི་ཡོད་པ་རེད། དེ་སྔ་ཕལ་ཆེར་ཡིན་ནའི་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད་དེ་ཡིན་ནའི་ཅི། བོད་མི་རིགས་རིག་གཞུང་དང་བཅས་པ་ད་ལྟ་ཡིན་ནའི་འཛམ་བུ་ལི་འདི་གང་ལ་འཚོ་བསྡད་ཡག་ཅིག་དང་འཛམ་བུ་ལི་འདི་གང་ལ་དོ་སྣང་ཡོང་དགོས་ཡག་ཅིག་རེད། རྒྱ་ནག་གཞུང་གི་ཐོག་ནས་ཡིན་པ་ཡིན་ནའི་དོ་སྣང་མ་བྱས་པ་ཐབས་མེད་ངན་བྱེད་ཀྱི་གནས་ཚུལ་ཅིག་ཆགས་བསྡད་ཡ་དེ་གཙོ་བོ་ཁྱེད་རང་ཚོ་གཞིས་ལུས་རྒྱ་ཆེ་མི་མང་གི་ལྷག་བསམ་དང་སྙིང་སྟོབས་ཐོག་ནས་བྱུང་བ་རེད། འབྱུང་འགྱུར་མ་འོངས་པ་ལ་ཡིན་ནའི་ང་ཚོ་བོད་གངས་ཅན་པ། མི་རིགས་རིག་གཞུང་དུ་བཅས་པ། མུ་མཐུད་ནི་ད་གནས་དང་མ་གནས་སུ་ཡ་དེ་གཙོ་བོ་གཞིས་ལུས་རྒྱ་ཆེ་མི་མང་གི་ད་ལྷག་བསམ་དང་སྙིང་སྟོབས། ཐབས་ཤེས་ད་དེའི་ཐད་ལ་ཡང་ཐུགས་དེ་ག་ཡོད་རེད་བ། ཨ་ནི་གཉིས་ནས་ང་ཚོ་དེ་དམངས་གཙོའི་ལམ་ཁར་འགྲོ་དེ་ག་ཡོད་རེད། ཁ་ཞེ་ངོ་བ་མེད་པའི་ཐོག་ནས་དམངས་གཙོའི་སྒང་ལ་འགྲོ་དེ་ག་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཙང་ནས་གཞིས་ལུས་རྒྱ་ཆེ་མི་མང་དེ་ཡིན་དེ་མང་དེ་ཆགས་དེ་ག་རེད། དེ་འདྲ་ཡིན་དུས་དོན་ཚན་གང་གི་ཆ་ནས་བསམ་བློ་བཏང་ནས་ཁྱེད་རང་ཚོ་དེ་དེ་ང་ཚོ་བོད་ཀྱི་དོན་གྱི་བདག་པོ་ལྟ་བུ་རེད།

བོད་མི་གཅིག་ལྷག་བསམ་དང་སྙིང་སྟོབས་དང་ཡང་ཡི་རབས་ཀྱི་སྐྱེ་བ་གཅིག་བསམ་པ་བཟང་པོ་བྱས་ཨ་དྲང་པོ་བྱས་ཨ་ཟེར་མི་དེ་མན་གྲགས་ཅིག་འདུག་བྱས་ནས་འཛམ་བུ་གླིང་གི་ཕྱི་རྒྱལ་གྱི་མི་བོད་ལ་ལྟ་སྐོར་འགྲོ་མཁན་མང་པོ་ཅིག་གིས་དེ་འདྲ་བཤད་ཀྱི་འདུག་ག་རེད། ད་ག་ན་བཞིན་གྱི་རྒྱ་རིགས་གྲོགས་པོ་ཀྱི་བོད་ནང་ལ་ཡར་བློ་གཟུ་བོར་གནས་པའི་ཐོག་ནས་ཨ་ནི་རྟོག་དཔྱོད་རུ་ཡོད་པ་བྱས་བྱས་འགྲོ་བསྡད་མཁན་དེ་ཚོའི་གྲས་ཀྱི་བོད་མིའི་གཤིས་ཀ་དེ་མི་འདྲ་ཞིག་འདུག་སེམས་པ་བཟང་པོ་ཡ་རབས་དྲང་པོ་དེ་འདྲ་ཞིག་འདུག་ཟེར་ནས་རྒྱ་རིགས་ནང་ནས་ང་དེ་རྒྱ་རིགས་མང་པོ་ཐུག་བསྡད་ཀྱི་ཡོད་རེད་ཞེ་པོ་ཅིག་བསྔགས་བརྗོད་བྱེད་ཁོ་རང་ཚོ་རྒྱ་རིགས་རེད་དེ་ཅིག། རྒྱལ་རིགས་ལས་བོད་རིགས་ཡག་རེད་པ་འདུག་ཟེར་འདི་རིགས་ཤེས་འདུག་ག་ས་དེ་རིགས་ཡིན་དུས་ཀྱང་ཚོ་དེའི་དེ་གི་ད་ཅིག་ཨ་འདི་པོ་འདུག་ཞེ་དྲག་ཡག་པོ་རེད་ཁུ་ད་པ་ད་བྱས་ཤག་ད་ང་ཚོ་ད་གང་འདྲ་དཀའ་ངལ་ཞིག་འཕྲད་དགོས་ཀྱི་ཡོད་རེད་དཀའ་ངལ་འཕྲད་ཡག་དེ་མིས་བཟོས་པའི་དཀའ་ངལ་ཞིག་རེད

དེ་འདྲ་ཡིན་དུས་མི་རང་ཉིད་ལ་དཀའ་ངལ་དེ་སེལ་ཕོད་ཡག་གི། ནུས་པ་ཏན་ཏན་ཡོད་ཚེ་བཤད་ཀྱི་རེད། དེ་ཡིན་དཔེར་ན་རྒྱུ་མཚན་བཟང་བོ་གཏོང་དང། མི་སུ་ཡིན་ནས་དཀའ་ལས་ཁག་པོ་བཟོ་འདོད་མེད་པ་སུ་ཡིན་ནས། དཔེར་ན་རྒྱ་རིགས་གྲོགས་པོ་རྣམས་ཡིན་ནས་རྙོག་དྲ་བཟོ་འདོད་ཁྱོན་ནས་མེད་པ།

རྒྱ་རིགས་དབང་ཆ་ཡོད་མཁན་དེ་ཚོ་གྲས་ཀྱིས་བོད་ཀྱི་གནས་ཚུལ་ངོ་མ་དེ་ཡིས་མ་ཤེས། བོད་ཀྱི་ལོ་རྒྱུས་ཡིས་ཚིག་མ་ཤེས་ཤིང་མ་ཤེས། ལྷག་པར་དུ་ཡང་བོད་ཀྱི་ཆོས་དང་རིག་གཞུང་ཟེར་ཡ་དེ་ག་ཚད་ཟིག་གི། ཅིག། ཕི་གེ། སྤུས་དག་པོ་ཡོད་པ་དང་ཟབ་པོ་ཡོད་པ་དེ་མ་ཤེས། ཨེ་ནི་འཛམ་བུ་གླིང་གི་དངོས་ཡོད་གནས་ཚུལ་དེ་ཡང་དོ་སྣང་མེད་པའི་ཆེད་མ་ཤེས། རིགས་ཀྱི་ལེགས་པའི་ཆེད་སྔགས་བཟླས་དམིགས་བཙུམ་བྱས་བལྟས་ཏེ་འགྱུར་བ་དེ་ཡི་རྐྱེན་ལས་དཀའ་ངལ་འབྱུང་བར་རོ། ས་དེ་འདྲའི་ཡིན་ས་ནི། མི་སུ་དང་སུ་ཡིན་ནས། རིམ་པས་རིམ་པས་ཉམས་མྱོང་ས་གནས་ཚུལ་མང་པོ་མཐོང་ཡོད་ས་ནི་སྐུ་དངོས་ཡོད་གནས་ཚུལ་དེ་ཁས་མ་ལེན་པ་ཐབས་མེད་པ་ཞིག་ཆགས་ཏེ། ས་དེ་འདྲའི། དཔེར་ན་འཛམ་བུ་གླིང་འདི་གང་ཆགས་ཤར་ན་ཁོར་ཡུག་སྐོར་ལ་ཡང་དེ་སྔ་ཡིན་ན་དོན་དམ་པར་ཁྱོན་ཡོང་མ་རེད། ད་འདས་པའི་ལོ་བཅུ་ཕྲག་ཁ་ཤས་ཅིག་གི་ནང་ལ་ཡང་གཞི་ནས་ཁོར་ཡུག་སྲུང་སྐྱོབ་བྱེད་ཡག་བདག་གཅེས་བྱེད་ཡག་གལ་ཆེན་པོ་ཅིག་ལ་ཡང་གཞི་ནས་ད་མཐོང་བྱས། ད་དེ་རིང་རྒྱལ་ཁབ་ཀྱི་སྲིད་གཞུང་ཚོས་ཡིན་ནའི་ཅིག་ཁོར་ཡུག་ལ་ཡང་ད་དོ་སྣང་བྱེད་དགོས་ཡག་ད་བདག་གཅེས་འགན་འཁུར་བྱེད་དགོས་ཡག་ཅིག་གི་རྣམ་འབྱོར་གསར་པ་ཅིག་ད་སླེབས་ཡོང་གི་འདུག་དེ་གིས་དེ་ཁོ་དངོས་ཡོད་གནས་ཚུལ་ཤེས་མིན། དངོས་ཡོད་གནས་ཚུལ་ལ་རྟོག་ཞིབ་བྱས་དངོས་ཡོད་གནས་ཚུལ་ཤེས་པའི་དབང་ནས་ད་འགྱུར་བ་དེ་འགྲོ་དེ་ཡོད། ས་དེ་འདྲ་ཡིན་དུས། མདོ་དོན་མི་ཡིས་བཟོས་པའི་དཀའ་ངལ་དེ་མི་ཤེས་པའི་དབང་གིས་དང་ཡང་ན་ཕྲག་དོག་ཞེ་སྡང་དོགས་པ་དེ་འདྲ་གི་འོག་ནས་བྱུང་བ་རེད། བློ་བདེ་སྐྱིད་དེ་རྒྱུ་མཚན་ལྡན་པ་མ་རེད། རྒྱུ་མཚན་མེད་པ་རེད། ང་རང་ཚོ་སངས་རྒྱས་པའི་གཞུང་ནང་ལ་གསུངས་པ་ཡིན་ན། རྒྱུ་མཚན་མེད་ལྟས་ངན་རྒྱུ་མཚན་ཕྱིན་ཅི་ལོག་དྲངས་ནས་ཡོང་བསྡད་པ་རེད་འདུག་གལ་ཏེ། མ་རྟོགས་པ་དང་ལོག་པར་རྟོགས་པ་ཞེས་བཤད་ཀྱི་ཡོད་རེད། མ་རྟོགས་པ་དང་ལོག་པར་རྟོགས་པ་ཟེར་ཡ་དེ་རྒྱབ་རྟེན་ཚད་མ་ཡོད་མ་རེད། ཤེས་སོང་ངམ། ས་དེ་འདྲ་ཡིན་དུས། མི་ཡིས་བཟོས་པའི་དཀའ་ངལ་དེ་རིམ་པས་རིམ་པས་ཀྱིས་ཁོ། མི་རང་ཉིད་ཀྱིས་སེལ་ཐུབ་ཀྱི་རེད་ལ། སེལ་ཡག་གི་བསམ་བློ་འཁོར་ཡག་ཅིག་ཏུ་གཏན་འཁེལ་ཡོང་གི་རེད། ས་དེ་འདྲ་ཡིན་དུས་ང་ཚོ་བོད་ཀྱི་གནས་ཚུལ་ཆ་ཤས་ནི། ང་ཚོས་ངས་དེ་གའི་བཤད་པ་ནང་བཞིན་རེད། གཅིག་གིས་རྒྱ་ནག་མི་མང་ནང་ལ་ད་རེས་ཁེ་ས། གཅིག་གསར་འགྱུར་བཀག་སྡོམ་བྱེད་ཡག་དང། གཅིག་འཁྱོག་བཤད་བྱེད་ཡག་ཞེ་བོ་གཅིག་གི་དང། ལོ་བཅུ་ཕྲག་མང་པོའི་རིང་དུ་བྱས་བསྡད་པ་རེད། རེད་དེ་ཡིན་ནའི་ཁོས་ད་རེས་སྐད་ས། ཤེས་ཡོན་ཅན། གཅིག་གིས་རྒྱ་ནག་གཅིག་རྩོམ་སྒྲིག་པ། གཅིག་ཉམས་ཞིབ་བྱེད་མཁན་མཁས་དབང། དེ་འདྲ་མང་པོའི་ནང་ལས་ཡག་ད་བོད་ཀྱི་དངོས་ཡོད་གནས་ཚུལ་དེ་གཅིག་གཞི་ནས་ཡག་དོ་སྣང་རོགས་གཅིག་བྱས་བྱས་དངོས་ཡོད་གནས་ཚུལ་ལ་ཞིབ་འཇུག་བྱས་ཡོད་དུས་བོད་ཀྱི་དཀའ་ངལ་འདི་གཙོ་བོ་བྱས་ཆེད་དྲག་གནོན་བྱས་ནས་སེལ་ཐབས་མེད་པ་ཅིག་བོད་ཀྱི་དཀའ་ངལ་འདི་དངོས་གནས་གཅིག་གཉིས་ལྷན་ཅིག་གི་འོག་ནས་ད་སེལ་ཡག་གི་བསམ་བློ་ཅིག་མང་པོ་འཁོར་བསྡད་འདུག་ང་ཚོས་དེ་དབུ་མའི་ལམ་ཟེར་ནས་ད་ཐབས་ཤེས་བྱེད་འདོད་ཡོད་རེད་རང་རྒྱལ་གཞན་ཕམ་ཟེར་ཡག་གི་མ་རེད། རང་ལས་ཕན་པ་གཞན་ལས་ཕན་པ་ཅིག་རང་གཞན་གཉིས་ཕན་ཅིག། འཛམ་བུ་ནི་སྤྱི་ཡོངས་ཀྱི་ཆ་ནས་ངས་རྟག་པར་བཤད་བསྡད་ཀྱི་ཡོད། འཛམ་བུ་གླིང་གི་མིས་བཟོས་པའི་དཀའ་ངལ་དེ་ཚོའི་གྲས་དེ། རང་ཉིད་མཐའ་གཅིག་ཏུ་རྒྱལ་བ་གཞན་མཐའ་གཅིག་ཏུ་ཕམ་པ་གཅིག་གི་བསམ་བློ་བཏང་པ་ཡིན་ན་དཀའ་ངལ་སེལ་ཐུབ་ཀྱི་མ་རེད། ད་ལྟའི་དུས་རབས་འདི་གི་དངོས་ཡོད་གནས་ཚུལ་འདི། འབྱུང་འགྱུར་གྱི་བདེ་བ་དང་སྡུག་བསྔལ་ཟེར་བ་འདི་ཕན་ཚུན་གཅིག་གིས་གཅིག་ལ་བརྟེན་བསྡད་ཡོད་པ་ཡིན་ས་ནས། གཉིས་ཕན་གྱི་ཐབས་ཤེས་འོག་ནས་སེལ་རྒྱུ་རེད་མ་གཏོགས། ཕྱོགས་གཅིག་གིས་སོ་སོ་སོ་ཁྲ་བོ་གཅིག་ཟིན་བསྡད་ན། དཔེར་ན་པེ་ལེ་སི་ཏཱ་ཡན་གྱི་གནས་ཚུལ་ལྟ་བུ་ཆགས་བཞག་ན། ལོ་བཅུ་ཕྲག་མང་པོ་ཕྱིན་པ་རེད།